པ་ཟེར་ན་རེད་ཅིག། བློ་ཡུལ་མི་ཤོང་བུ་གི་ཅིག་དྲི་བ་ཅིག་གཏོང་ཡ་ཡོད། དྲི་བ་ག་རེ་གཏོང་གི་ཡོད་ཟེར་ན་ན་ཉན་ཁོང་རྣམ་པས་གི་དེབ་དེ་ཚོ་ནང་ལ་ཕུལ་བསྡད་ན་ཡོད་འདྲ་རེད། དྲ་ལམ་ག་ས་ག་བ་ཡིན་ན་རེད། ད་ག་ས་ག་བ་ལ་ལྷ་བསྟེན་མཁན་གི་བླ་མ་འདྲ་དགེ་བཤེས་འདྲ་གནད་ཡོད་གི་མི་ཚང་མ་དེ་ཚོ་དེ་གི། པ་གཏོང་ཡ་རེད་ཡིག་ཆ་ནང་ལ་མང་འབྲི་ཡ་རེད་དེ་བོད་མི་ལུང་པ་ཀ་ས་ཀ་བ་ལ་ཕྱི་ནང་ཀ་ས་ཀ་བ་ལ་ཁྱབ་བསྒྲགས་བྱེད་འདི་གི་འདུག་དེ་དེ་འདྲ་གི་རྒྱུ་མཚན་དགོས་པ་ག་རེ་ཅིག་ཡོད་པ་ཡིན་ན་དེ་ང་ཚོས་གི་དེ་ལ་ཅིག་ག་འདྲི་ཅིག་བསམ་བློ་གཏང་དགོས་གི་ཡིན་ན་དེ་ཕྱི་ནང་པ་ལ་ཅིག་ད་ངས་ཉམས་མྱོང་བྱས་ནས་བཤད་པ་ཡིན་ན་ནི་སྔས་མ་ནས་དེ་འདྲི་མང་པོ་བྱས་ཚར་གཟུགས་ཁང་གཡུ་ཐོག་གི་རྙོག་དྲ་ནས་བཟུང་པ་ཅིག་གི་དེ་ནི་ཁོང་ཚོ་གི་མི་གཏེ་བོ་བཏོན་ནས་འདི་རེད་ད། ཟེར་དུས་ག་ལ་ལྟར་མི་མང་ཚོ་གིས་བསད་ཡ་ཞོག་རྡུང་ཞོག་ཟེར་གི་ད་གཙོ་བོ་དེ་དེ་རང་རེད། དེ་ཉམས་མྱོང་ག་རེ་ཟེར་ན་དགུ་བཅུ་གོ་དྲུག་ལོ་ལ་ང་ཚོ་མི་བཅུ་གུ་པར་འགྲམ་པར། ད་འདི་གས་རེད་ད་ཟེར་ཁ་བྱང་འདི་རེད་ཟེར་མི་དེ་གི་མིང་དངོས་གནས་འདི་རེད་ཟེར་མིང་ཐོག་དེ་འདྲི་རེད་ཟེར་ས་ཆ་དེ་དེ་རེད་དེ་འདྲས་འདུག་ཟེར་དུས། དེ་ད་འདི་གས་དེ་གང་ག་པའི་ཅིག་རེད་ཟེར་ཡོང་དུས་ག་ལ། དེ་དོན་དག་དེ་ག་རེ་ཟེར་གི་ཡོད་རེད་ཟེར་ན་མི་འདི་གས་ས་ཆ་ག་བ་ལ་ཐུག་སོང་ན། འོ་ད་ཡང་མིན་ན་བསད་ཞོག་རྡུང་ཞོག་ཟེར་གི་དོན་དག་དེ་རེད་ད། དེ་མ་གཏོགས་གཅིག་གི་ཞེན་པ་ག་རེ་ཡིན་ན་ཚོ་དེ་ཁྱབ་བསྒྲགས་བྱེད་དགོས་ཡག་གི་མི་མི་གལ་ཆེན་པོ་ནི་དེ་ནི་གལ་གལ་ཆེ་མེད། དེ་འདྲ་ཡིན་དུས་ཁ་ལ་དེ་ང་ཚོ་ཉམས་མྱོང་ཧ་གོ་ད་ང་ཚོ་ལོ་དྲུག་ཅུ་གི་དེ་ནང་ལོ་ཉམས་དོ་བསྡད་ཚར་བ་རེད་བྱས་ཙང་སྔན་མ་གཟུགས་ཁང་གཡུ་ཐོག་ནས་མ་ཕྱི་ནས་བྱུང་བ་རེད་གཟུགས་ཁང་གཡུ་ཐོག་ཏུ་ཚགས་པར་ནང་ལ

ག་བ་འགྲོ་གི་འདུག་ག་བ་བསྡད་ཀྱི་འདུག་བརྟག་དཔྱད་བྱེད་ཞོག། ལོ་དེ་རེད། ལོ་བརྟག་དཔྱད་བྱེད་ཞོག་གཙོ་ཆེ་ནི་དྲ་རྒྱ་ཁག་བཀྲམ་པ་རེད་ད་ཚང་མ་མཁྱེན་གསལ་རེད། ན་རེད། ད་དེ་བཀྲམ་པ་རེད་དེ་བཀྲམ་པ་རེད་ད་དེ་གནས་ཆུང་དེ་ག་གར་སོང་ན་ད། ངོ་རྒོལ་བྱེད་མཁན་དེ་ལས་ཉེ་རེ་ཉེ་རེ་མང་རུ་མང་རུ་ཕྱིན་རུང་ཁོ་སྟོན་རྒྱུ་དེ་ག་དེ་མ་ཕྱི་ཐེན་རྒྱག་ཡོད་མ་རེད་ཞེད་སྣང་ཆེ་ནི་ཕྱི་ཐེན་རྒྱག་གི་ཡོད་མ་རེད་ཁོ་མུ་མཐུད་ནས་བྱས་པ་རེད་ཨ་དེ་ལྟོས་ལ་མང་པོ་ཞིབ་ཕྱི་ཡ་ཐོན་པ་རུ་དེ་ཁོ་བཀྲམ་ཚོད་བྱུང་མ་སོང། དྲ་རྒྱ་ནང་བཀྲམ་ཚོད་བྱུང་མ་སོང། བཀྲ་མི་བཀྲ་མ་ཡ་དེ་མི་ཡོད་ཁར་སོང་ན་ད་མི་མང་པོ་བྱས་ལ་ཁོ་ཞལ་འདྲེ་བླངས་སྡིག་རིགས་བཀོལ་ན་དོན་ནུས་གུ་མ་རེད་བསམ་དྲན་ངོ་རོ། སྤྱི་ཚོགས་ནང་ལ་ཡ་ནག་པོ་བཟོ་ཡ་ཅི་དང་མི་དེ་སྤྱི་ཚོགས་ནང་ལ་ཡ་ག་ལ་རུ་ཁོ་རང་ཚོ་སྤྱི་ཚོགས་དེ་ནང་ལ་བྲོས་བྱོལ་བཞག་ཡོད་རེད་རང་སར་བྲོས་བྱོལ་ནང་ལ་ནག་ཉེས་ཅན་གྱི་མི་སྣ་ཡིན་ནག་ཉེས་ཅན་གྱི་མི་སྣ་ཡིན་པས་ཡིག་ཐོག་བཏབ་ནས་བྲོས་བྱོལ་བཞག་བྱས་དེ་འདྲ་བྱས་བྱས་ཡོད་རེད།

ད་ཁོ་རང་རང་དབུངས་སུ་རྒྱ་གར་ལ་འགྲོ་བར་བཏང་རྗེས་སྔོན་པོ་དབུ་བཞི་ནས་ཕྱི་དྲོའི་བྱེད་ལས་བཞག། ག་རེ་གླ་ཞག་སེམས་ནང་བཏགས་ག་ལྟར། ཨ་ནེ་གདང་སོགས་ཀྱི་ཏཱ་ལའི་བླ་མའི་གི་མགོ་ཁྲིད་ནས་བཟུང་སྟེ་ཁོ་རང་གི་ཨ་ནེ་ཚོགས་པ་སྒྲིག་འཛུགས་ཀྱི་ཁ་ཤོ་དེ། སྤྱི་བཏང་གི།

དེ་ཚོ་ལས་ཤི་ནས་ནི་ཁ་འཆི་བ་དེ་ནི་ཁོ་རང་གི་མིག་གིས་ནི་ཁ་སོ་བ་དང། ཅི་ད་རྒྱལ་པོ་རི་ལུ་ཅི་ཡིན་ན་རྒྱལ་པོ་ཡིན་ཅི་ཡིན་ན་གོ་དམག་དང་ས་ཆོད་ཡོད་རེད་པ། ཅི་ད་དགེ་སྤྱོད་པོ་ཆུ་ཤུལ་དེ། དགེ་སྤྱོད་པོའི་ཆུ་ཤུལ་དེ་རེད། ཅི་ད་འདི་ག་རེ་བྱས་ཤག་སི་ལ་ད། སུ་སུ་ལས་ཡ་ཨ་ནེ་པེ་ཁ་ལས་ཉིན་མོ་ཡོད་ཚོད་ཚོ་མོ་ཐང་རྗེ་ལ་ཨ་ནེ་པེ་འགྲོ་སོང་བཏང་ཡ། རུ་པུ་བྱས་ཡ། ཁ་ལས་ངེ་ངེ་ཚ་མོ་ལས་རུ་པུ་བྱས་ཡ། ཁ་ལས་མ་ངེ་ངེ།

འདི་བ་ཡི་འདི་འདོད་ཀྱི་གྲགས་སྟོང་བླ་མ་སེ་ཡང་འདྲ་བོ། རྡོ་རྗག་གི་འཆི་མེད་ཚེ་རིང་སེ་ཡང་འདྲ་བོ་དགེ་བཤེས་ཀུན་སྦྱོར་རྒྱལ་མཚན་སེ་ཡང་འདྲ་བོ། ད་ཅིག་ལ་དེ་འདྲའི་མི་སྤྱི་གྲངས་ཅིག་གིས་དེ་འདྲའི་བྱས་ཏེ་མི་འདྲ་མི་འདྲ་གི་མི་མང་པོ་བཏང་འདུག་ཨ་ལ། དེ་འདྲ་ཡིན་དུས་དེ་ནས་དེ་མ་ཚད་ད་གྲྭ་སྒང་ལ་མ་རེད་འདི་གྲུ་ཟོང་ལ་རང་གི་ས་མཚོའི་ཚུན་ཆད་ཀྱི་མི་མང་པོ་ངས་མང་དེ་མ་བཏང་ཚར་བཏང་ཚར་བའི་རྗེས་སུ་ལ།

མི་གཅིག་ལ་སྐྱོན་འགྲོ། ཅེས་ནས་འགན་མང་པོ་སྤུངས་ནས་དེ་ནས་ཕྱིར་འཐེན་བྱས་སོང། དེའི་གི་ཟོར་ལ་བྱས་ནས་ད་ཅི་ག་ས་ག་ནས་ང་ཚོ་མི་ཚོ་གི་ནུས་ཤུགས་གཅིག་སྒྲིལ་བྱས་ནས་དཔེ་གཅིག་རྒྱབ་གཉིས་གནོན་བྱས་ནས་ཡག་པོ་བྱས་ནས་བྱེད་ཐུབ་པ་རེད་མ་གཏོགས་ཅི་གི་ད་དོན་དག་གཙོ་བོ་ངས་ད་གི་ཞུ་ན་ཤེས་རེད་དེ་གི་བསད་ཐུབ་ན་བསད་ཡག་རྡུང་ཐུབ་ན་རྡུང་ཡག་རེད་མ་གཏོགས་གཞན་ཁྱབ་བསྒྲགས་བྱེད་དགོས་ཡག་གི་རྒྱུ་མཚན་བཅས་ཡོད་མ་རུང་བ། བྱས་ཙང་དེ་གི་དེ། གནས་སྟངས་དེ་འདྲི་བྱེད་ལ་ཐུག་བསྡད་ཡོད་རེད་བསམ་གི་འདུག།

ད་ལྟ་བར་དུ་དངོས་གནས་ཀྱི། ལྷ་བླ་མ་ཡེ་བྱེད་ཞེས་དེ་ནི་མཆོད་རྟེན་པོ་ཡིན། རྟེན་གཉིས་ཀྱི་རི་དེ་ཚོའི་ནང་ལ་ད་མ་བུ་བཞི་བོ་ཅིག་ཕར་འགྲོ་རོགས། ཕུར་འགྲོ་རྒྱུ་དེ་ཚོ་མཆོད་རྟེན་དང་ལུས་རྟེན་རྟེན་གཉིས་ཀྱི་བླ་མ་དེ་ཚོ་ཡག་པོ་མེད་པ་དང་ལྗགས་རིན་པོ་ཆེ་ཤེས་རིག་ཡང་དག་པ་ཡིན་པ་ཟེར་ཏེ་མི་མི་སྡུག་ཅིག་ཡོད་མ་རེད་ཟེར་ནས་ཐག་བཅད་ཆོག་གི་རེད། ད་དེ་ཚོ་ག་རེ་རེད་ཟེར་ན་འོ་ན་འགྲོ་ཡ་ཅི།

ད་ཆོས་སྐྱོང་བསྟན་གྱི་མེས་རྟག་རིན་པོ་ཆེ་ཁོ་རང་གིས་ད་ཁྱོད་ནས་བླ་མ་ཁྱོད་ནས་ཡི་དམ་ཟེར་ན་ཁྱོད་ནས་སྲུང་མ་ཟེར་དུས་གང་ལ་ད་མ་གལ་ཆེ་དེ་འདྲས་ཀྱི་གོ་རིམ་འདྲ་བོ་བརྩིས་ནས་ད་སོ་སོ་སོ་གི་ཅིག་པའི་ཐག་གཅོད་འདྲ་བོ་བྱེད་ཀྱི་ཡོད་ན་ནི་དེ་ཧ་གོ་གི་མ་རེད། དེ་མ་གཏོགས་ཅིག་གི་ཆོས་སྐྱོང་དེ་སྡུག་ཅག་རེད་བསམ་ནས། འོ་ད་དེ་ནི་ང་དེང་གི་མེན་སི་ལབ་ངའི་རྩ་བ་ཉིད་ནས་ཡོང་བ་མ་རེད། ལྷག་པར་དུ་ཡང་དེ་ནི་རྦད་དེ་འདི། ང། པས་ང་ནོར་བ་ཙམ་མ་ཟད་པའི་སྐྱབས་གཞི་རྣམ་པ་སུ་ལྟས་ངན་བརྒྱུད་པ་དང་བཅས་པ་ཚང་མ་ནོར་བ་རེད་ཅེ་ན་འོ་ད་ཕ་ཁ་ལོ་ནས་འགྲོ་ངའི་དེ་དུས་ནང་བའི་རྩ་བ་ནས་ཡོང་སྲིད་གི་མ་རེད། ད་དེ་འདྲས་ཀྱི་རྒྱུ་མཚན་ལ་བལྟས་ནས་ཨ་ནི་སོ་སོ་ཐག་གཅོད་བྱེད་སྟངས་འདྲ་བོ་དེ་འདྲས་ཡོང་སྲིད་གི་རེད། རྒྱལ་རོང་ཁུལ་སི་རུམ་གཅིག་གི། སའི་ཐག་གཅོད་དེ་འདྲས་གསུང་གི་འདུག།

དཔེར་ན་ཤ་ཟ་བྲ་ཟ་དང་དུམ་བུ་གཉིས་ཆགས་པར་བ། ཤ་ཟ་བྲ་དང་དུམ་བུ་གཉིས་ཆགས་དང་ཤ་ཟ་བྲ་དང་བྲ་བ་སུ་གང་ཞིག་ལ་འདོད་པ་ཡོད་མ་རེད། ཡོད་མ་རེད་དེ་རང་དབང་ཡོད་མ་རེད་མ་ཕྱིར་རང་ཕྱིར་དེ། ནང་ལོགས་ལ་འཆམ་ཐག་ཆོད་རེད། ཁ་ཁ་ཆ་དུས་ཚང་ག་ཡ་ཅིག་ཉོག་རེད་ཉོག་རེད་ནང་ལོགས་ལ་ཉོག་དྲ་ཅེས་ཡོད་མ་རེད། ལབ་རྒྱུ་ལེན་རྒྱུ་གཙང་ནས་ཡོད་མ་རེད།

ད་རྒྱ་གར་མི་ཚེ་འདྲ་བོ་སྐྱེལ་ན་སྤྱི་པའི་མི་ཅིག་ཡིན་ན། རེ་བ། ད་སྤྱི་པའི་སྐད་ཆ་ཅིག་བཤད་འོར་བ། ག་བ་ག་བ་སུ་ངའི་ཕ་ཚ་ཞག་མོན་སྐུ་དྲི་ལ་མ་ཕྱིན་ཁྱེད་ཚོ་ངའི་མཇུག་ལ་འགྲོ་ངའི་ཁ་ལ་ཉན་ཐུགས་རྗེ་ཆེ། འབུམ་ག་ཚོད་རེད། སུམ་བརྒྱ་སྤྲད་དོ།
འབུམ་སུམ་བརྒྱ་སྤྲད། ཡ་ད་དེ་འདྲ་ཡོད་རེད་བས། ཡ་ཡ། སེ་ར་ལ་ཕེབས་དེ་ནང་བཞིན་བྱས་ཁྱེད་ཚོ་ངའི་ཁ་ལ་ཉན་དཔེ་ཡག་པོ་རེད་ཐུགས་རྗེ་ཆེ། ཡང་འབུམ་ག་ཚོད་ནས་མང་པོ་ཅིག་གནང། རེད་ད། ད་དེ་འདྲ་བྱས་འོང་དུ་སྤྱི་བའི་མིག་གིས་ད་མཚན་ཉིད་འདུལ་བའི་དེ་ན་ཡོག་མ་རེད་རྩ་ནས། གཞུང་དེ་ག་བ་ག་བ་ད་གཞུང་དེ་ག་དེང་སང་བློ་བཟང་སེང་གེ་གས་སྲིད་དོ། གཞན་བློ་བཟང་སེང་གེ་ཁོ་རང་སྔས་མ་གས། རི་གྲོ་ནང་ལ་དེ་འདྲ་བཤད་གི་འདུག་དཔེར་ན། ཆོས་དད་རང་མོས་ཀྱི་དེ་གནས་ཚུལ་གྱི་དེ་འགྲོ་བ་མིའི་ཐོབ་ཐང་གི་གཙོ་བོ་དེ་རེད། དེ་ལ་དོ་ཕོག་འགྲོ་སོང་ན་ད། འགྲོ་བ་མིའི་ཐོབ་ཐང་ལ་དངོས་གནས་རྡོག་རོལ་བཏང་ཡས་རྩ་བོ་དེ་བརྩེ་དགོས་ལ་སེ་ཁོ་རང་རང། ད་ཁོ་རང་མ་ཤེས་དེ་འདྲ་གི་ཐོག་ལ་སློབ་སྦྱོང་བྱེད་མཁན་ཅིག་རེད་བ། ད་དངོས་སུ་ཡི་གེ་གླེང་ཡོང་དུས་གང་ལ། ཨོ་ཁ་བརྡའི་ལྕགས་ཀྱི་ཡིན་སྲིད་ད་དེ་རིང་སྐལ་བཟང་དེ་ནས་བཤད་ཡོད་དུ་བ། དེ་རེད་ད། རྒྱལ་སྤྱིའི་རྒྱལ་དམ་པ་ཁ་བརྡའི་ལྕགས་ཀྱི་ཡིན་སྲིད། ཨ་ཉ། རྒྱལ་བ་རིན་པོ་ཆེ་གིས་དེ་འདྲི་གསུངས་བྱུང། བློ་བཟང་སེང་གེ་གིས་དེ་འདྲི་ལབ་བསྡད་ཀྱི་འདུག། མ་གཞི་ཆོས་ལུགས་དེ་བོད་རང་དབང་མི་འདུག་སེ་ང་ཚོས་སྐྱིད་བསྡད་དུས། ལྷ་ཡོངས་དག་མི་དག་དེ་ཆོས་ལུགས།

ཉི་ཧོང་དག་པ་ང་ཚོས་བྱེད་ཅེས་ཀྱི་མི་འདུག་ཟེར་འདུག་མར་བ་ང་ཚོས་ཆོས་ལུགས་ཐད་པོ་རང་དབང་མི་འདུག་ཟེར་འདུག་དེ་རེད། ཁྱེད་བློ་བཟང་སེང་གེ་གིས་དེ་འདྲ་བཤད་བསྡད་ཀྱི་འདུག་དེ་ཡིན་དུས་དེ་ཁོང་རྣམ་པ་མཁས་པ་ཆོས་དང་འཇིག་རྟེན་གྱི་བཀའ་ལྟར་མཁས་པ་ཅིག་དེ་འདྲའི་སྐད་ཆ་བཤད་དགོས་ཡ་དེ་ཅིག་ད་དངོས་གནས་ཁྲོམ་དུ་བདེན་པ་མིན་འུ་ཐུག་པའི་སྐད་ཆ་འདྲ་ཡིན་བསམ་འདུག་ངས། ན་རེ། དེ་ན་དེ་རེད།
རྒྱུ་མཚན་གཉིས་ཡོད་རེད། རྒྱུ་མཚན་དང་པོ་དེ་ག་རེད་ཟེར་ན། ཡ་གི་ཏཱ། ཅེས་བསྟུན་དགོས་ས་དེ་གཙོ་བོ་དེ་ང་ཚོ་མི་གཅིག་གི་དོན་ལ་དཀྲུགས་ནས་ད་ལོ་བཞི་བཅུ་ལྔ་བཅུ་ཅིག་ང་ཚོ་དེ་ག་རང་བསྡད་ཡོད་རེད། དེ་གི་འདོད་པ་ག་རེད་དོ་ཅེས་གཙོ་བོ་གི་འདོད་པ་དེ་ག་རེད་དོ་དེ་རྣམ་འགྱུར་ལ་ལྟ་གི་ལྟ་གི་ད་ལས་ཀ་བྱེད་དགོས་ཡ་ཆགས་པ་ཡིན་ཙང་མི་ནི་ཡ་བསམ་པ། རྣམ་དག་གཙང་མ་བྱེད་དཀར་པོ་བྱེད་ད་སློབ་སྦྱོང་བྱེད་ག་རེ་བྱེད་ནས་མི་ག་ཡོང་ནས་ས་ཆ་ཡེ་བ་ལས་དོན།
དེ་རྣམ་འགྱུར་དང་མཐུན་པ་བྱེད་དགོས་ཡ་གཅིག་གི་ཆེད་རེད།
གཉིས་པ་དེ་གྱོད་ཆེན་གཉིས་པ་དེ་ག་རེ་རེད་ཟེར་དུས་ཁག་ལ་མི་མང་མང་པོ་ཅིག་ད་ལྟ་ཡང་དེ་ནི་ཅིག་ག་རེ་བཟོ་བ་རེད། ཅིག་དཔེ་དེ་ག་རེ་བཟོ་བ་རེད་ད་དེང་དུས་ཀྱི་ཤེས་ཡོན་གྱི་མ་འདང་པ་ཅིག་ནི་རྨོངས་པ་རྨོངས་གཉིད་ལས་མ་སད་པ་ཅིག་ནི་དཔེ་བཅིངས་འགྲོལ་འདྲ་བོ་དེ་མ་ཐོབ་པ་ཅིག་བསྡད་དེ་ཡོད་རེད་བ། དེ་ཡིན་དུས་གང་ལ་དེ་ལ་དེ་གི་གནས་ཚུལ་དེ་ལས་ལྟ་གི་ལྟ་གི་མ་བྱས་ན་ཁོང་ཚོ་ཡག་གི་ལས་ཐུག་མ་རེད་བ། དེ་གཉིས་གཉིས་ལ་བལྟ་དགོས་དུས་གང་ལ་དེ་བ་ཚ་ལགས་དེ་ཚོ་ལ་ཆོ་མི་འདུག་རང་དབང་མི་འདུག། བྱས་ཙང་དེའི་སུ་དྲ་ཅིག་དངོས་གནས་ཆགས་འགྲོ་གི་རེད་ཡག་གི་ལས་ཚ་དུས་གང་ལ

ང་རང་ལ་ལོ་ཙཱའི་སྣོད་རང་རེད་ད་དེ་ག་ཚོད་ན་ཁོ་རང་དང་པོ་སི་འདི་ལངས་པར་རོ་སྲིད་བློན་ལངས་པར་རོ། སྲིད་བློན་ལངས་ནས་ལོ་མང་པོའི་རིང་ལ་ལོ་མང་པོ་སི་ན་ད་རེད་དུས་ཚོད་གང་ལ་གང་འཚམ་རེད་ལ་ཡ་འདིའི་སྐོར་ལ་ཚིག་གཅིག་བཤད་ཡོད་མ་རེད། མ་བཤད་དུས་ཙང་ག་ད་དེ་ཁ་ལ་ཉན་གི་མི་འདུག་སི། བློ་སེང་ཁ་ལ་ཉན་གི་མི་འདུག་སི། ཁོ་ལ་ད་ག་ཡུ་ར་རོ་གཅིག་གོ་རེད་ག་ལ་ག་ལ་ཁོ་སྐུ་རྒྱབ་ནི་མ་བི་ཡ་ཉན་གང་ལེ་ར་ཨ་འདི་མ་བཤད་རང་བཤད་གང། མ་ཤ་རང་ཤའི་སྒང་དུ། ད་ཁོ་ངོ་ནས་དོན་མེད་སེ་གེ་འདུག། ཚེ་མཐོན་པོ་འདི་ནི་ཁོ་ལས་རེད་སྟོན་པོ་འདི་ནི་ནག་ཡོད་ར་དེ་ད་ལྟ་བོད་བདེན་ཞིང་ཚ་མོ་གི་རོལ་ཆས་རེད་ང་ཚོ་ཡང་རོལ་བྱེད་ནི་ཡོད་རེད། རོལ་བྱེད་དེ་ཁོས་གར་བསམ་ན་ཁོས་ང་ཚོ་གི་རྒྱ་བཟའ་ཞེས་དང་ཞིམ་པ་ཞེས་དེ་འདྲའི་བསམ་པའི་ཡུལ་ལ་ཡོད་མ་རེད། ད་དངོས་གནས་ཀྱི་ཆོས་ལུགས་ཀྱི་སྨྱོ་སྒྲོ་དེ་ཁོས་མ་ཡོང་བ་བཅས་དེང་སང་གི་དངོས་གནས་ཀྱི། ཅེས་འཛམ་བུ་གླིང་གི་དེང་སང་ཇི་ཡོད་ར་བ་དང། དེང་སང་དེང་དུས་ཀྱི་ཤེས་ཡོན་ཡོད་པའི་དེང་སང་ལ་འགྲོ་སྟངས་ཇི་ཡོད་ར་བ། དེ་འདྲའི་ཤེས་ཡོན་དེ་ཆོས་ལུགས་ཀྱི་གཞུང་གི་དེ་འདྲའི་སྐད་ཆ་བཤད་སར་ཆོས་ལུགས་ཆོས་ལུགས་ཀྱི་སྐད་ཆ་དེ་འདྲ་བཤད་སྲོག་པར་ཡོད་མ་ར་བ། དེ་འདྲས་ཀྱི་དྲང་མོ་འདྲ་བ་བྱེད་རོགས་བྱེད་ན་བསམ་པར་བ། ཅི་ལྟར་ད་ང་ཚོ་ད་ཚོད་པ་རང་རེད་ར་བ་ཁོ་རང་ལ་ཤེས་འདོད་དུ་ཡོད་ཀྱི་མ་རེད་ར་བ། ཡོད་ཀྱི་མ་རེད་དེ་མི་མང་པོ་ཤེས་མི་འདུག་གསུངས་ནས་བསྐོ་ཡ་དེ་དུ་བསྐོ་གི་རེད་དེ། སྤྱིར་བཏང་ཁོ་རང་གི་རོ་ཨ་ཁོའི་ལོ་རྒྱུས་ལས་བརྟག་དགོས་ན། མི་དེ་ལ་ཨ་ནེ་བློ་བཟང་སེང་གེ་དེ་ལས་དབུ་ནེ་གི་བེ། ཁ་སང་ད་བོད་མི་ས་ཡ་ཁྲོད་ཀྱི་སྤྱི་ཆགས་སྲིད་ཀྱི་དབུ་ཁྲིད་ལོ་ཡ་དང་དེ་འགྲིག་གི་མི་རང་བཞིན་གྱི་ཇི་ལྟར་ཡོད་ངེས་ཅི་ལྟར་འཇིགས་པོ་ཡོད་ངེས་ཅི་ལྟར་མ་རེད་རོ་ཨ་མེན་ཤ་རོ་ཨ་ཁོའི་ལོ་རྒྱུས་ལ་བརྟག་ནས་ཧ་གོ་འདུག་ཨ་ཁོ་ག་རེ་ཟེར་ལགས་ན། སོ་སོ་གི་གཏམ་སྙན་གྲགས་དང་སྟོབས་གོ་སར་དང་དེ་འདྲས་ཀྱི་ཐུགས་ལ་ལྷད་ང་དུས་ཁོ་གི་སྡོམ་པ་ལས་ཁྲག་རྩ་ནས་མེ་བྱུང་ར་བ་ཞིག་བྱེད་ཅེས་དར་པ་ཧམ་པ་ཤེས་བྱང་ཞིག་འདུག་གདའ་བ། ཇི་ལྟར་བསྟན་ཙང་ཡང་སྲིད་ཡང་སྲིད་ཉི་མ་རྟ་ཕག་རིགས་ཀྱི་ཕོ་རང་གིས་ང་ཚོའི་སྐོར་ལ་འདི་ཤེས་གི་ཡོད་རེད། མང་པོ་ཤེས་གི་རེད་ཞེ་དྲག་མང་པོ་ཤེས་ཚར་གོ། ད་ག་རེ་ཤེས་དགོས་ར་ཟེར་ལ་ད་ཁོས་བོད།

ད་ལྟ་ཕྱི་རྒྱལ་ཁག་གི་ཐོག་ལ་ད་ལྟ་ཁ་ཚིག་འདས་དེ་ན་ཡང་བྲིས་ཤག་འདས་དེ་ན་ལ་ག་རེ་ཟེར་ལགས་ན། ད་ད་སྒྲོལ་བ་ག་རེ་མེད་ལ་ཁ་ཚིག་ལ་ཡིན་བར་ལ་ཞག་ལོ་གཅིག་ལ་རོལ་བ་འབྲུ་མཛོད་དེ་ནས་དེ་ནས་ལེན་ནས་ཨ་ནི་ཕ་མི་དམངས་གཅུག་པུ་དང་མི་དམངས་ཀྱི་ལག་པ་ན་འབྲོས་དེར་རྒྱ་ཤག་རྒྱ་ལ་རྒྱ་ཤག་སྔ་མོ་དང་འགྲོ་མི་འདུག་ཟེར་དུ།

མི་མང་པོ་ཅིག་ཁྱི་ངོ་དང། དངོས་གནས་ཀྱི་ང་ཚོ་ལས་ཡ་གཅིག་ལྷ་ལེམ་འགྲོ་ཡོད་མ་རེད་དེ་དངོས་གནས་ཀྱི་ང་ཚོ་ད་ཅི་བོད་མི་རིགས་ཟེར་ཡོད་དང་བོད་སྤྱི་པའི་ཟེར་ཡོད་འདི་ལ་ཞེན་ཁོག་ཡོད་ཀྱི་མི་མང་པོ་ཅིག་གི་སེམས་ཀྱི་འདི་ནས་བྲེལ་བ་དེ་ངོག་དུ། བྲེལ་བ་དེ་ངོག་དུ་རེད་པ། ད་ཨ་ནེ་ཁྱོད་ཚོ་ལོས་ཐོང་ཐང་ནས་ཆ་ཚང་སྤྲད་བཞག། རེད་པ་ཐོང་ཐང་ནས་ཆ་ཚང་སྤྲད་བཞག་གཡས་ནས་བཅད་མི་འདུག། ཨ་ནི་དུས་ཆེན་ཚོགས་ཀྱི་དཔེ་རེད་མི་འདུག་ཟེར་ཏེ་རྒྱ་གར་རིན་པོ་ཆེས་གསུང་གི་འདུག་བློ་བཟང་སེང་གེས་བཤད་ཀྱི་འདུག་ཐོབ་ཐང་གཙང་བོ་འདི་ནི་སྐྱེས་མི་འདུག་ད་ཆུ་ཚོད་ལ་ཆུ་ཚོད་ལ་སྐྱེས་ཡས་དེ་རེད་རྫིང་བུ་རེད་ཤག་ཟེར་དེ་འདྲ་ལབ་འོང་འདུག་བ། སྐྱེས་ཚ་ཏིང་ཡིན་དེ་ངེད་ཀྱིས་ག་དུས་ཡིན་ན་ད་དེ་ང་ཚོ་དེ་ལས་སྔོན་ནས་དྲང་གནས་ཀྱི་གྲོས་བསྡུར་ལྷོད་པོ་ཅིག་བྱས་ནས་ཨ་ནི་ལས་ཀ་ཅིག་བྱེད་དགོས་རེད་བསམ་གྱི་འདུག་ད་དངོས་གནས་ཀྱི་སྐྱེས་ཚ་ཏིང་ཡིན་ཙང་ཨ་ནི་ད་ལྟ་དེ་ཚོའི་ཁྲོད་ནས་ཨ་ནི་ངེད་རང་གིས་དེའི་ཐོག་ལ་དགོངས་ཚུལ་ག་རེ་རེ་བྱེད་འདུག་དེའི་སྐོར་ལ། ད་དངོས་གནས་བྱས་ན་ཆོས་ཟང་ཟིང་གི་འབྲེལ་བ་བཅད་གི་ཡིན་སྲིད་དཀོན་མཆོག་གསུམ་སྲིད་ན་རྒྱལ་ད་དེ་ལས་ལྷག་རྩི་གཅིག་གིས་ད་ང་ཚོ་ལ་ཐོབ་ཐང་བཅད་ཡག་བྱེད་མི་འདུག
ད།
ག་རེ་ཟེར་ན་ང་ཚོ་དེ་ཆོས་ཟང་ཟིང་གཉིས་ནང་ལ་མ་འདུས་པའི་འབྲེལ་བ་བྱས་ནས་ག་གེ་ཡོད་མ་རེད་བ། དེ་གཉིས་གཉིས་ནི་འབྲེལ་བ་བྱེད་གི་མེད་སྲིད་དཀོན་མཆོག་གསུམ་ཚད་བཙུགས་སྲིད་ད་དེ་འདྲི་བརྩད་བར་བ། གནས་ཚུལ་དེ་འདྲ་གཅིག་ནས་གཅིག་རེད། ད་རྙེད་ནས་དངོས་གནས་ང་ཚོ་དེ་འདྲའི་བཤད་རེས་བྱེད་བསྡད་ན་ཐག་རིང་པོ་ནས་མེར་སྐྱོག་ཏུ་མ་སོང་ན་གནམ་ལོ་རྒྱབ་རེ་བྱེད་བསྡད་ན་ཞེ་དྲག་ཕན་ཐོགས་ཡོད་མ་རེད།
ཁོང་ཚོས་ཟེར་ན་ཐོབ་ཐང་སྤྲད་ཡོད་ཟེར་བཤད་བསྡད་རེད། ང་ཚོས་ཟེར་ན་སྤྲད་མ་སོང་ཟེར་བཤད་བསྡད། དེ་བ་ཚྭ་ལགས་ལ་སྐད་ཆ་བཤད་མཁན་གཞན་པ་ནས་སུ་གང་ཡོད་མ་རེད། སྟབས་མེད་ཚེ་མེད་སྡུག་གི་སྐད་ཆ་བཤད་དགོས་ཨེ་དེ་གལ་ཆེན་པོ་རེད་བསམ་འདུག། ད་ཆ་རྒྱན་བཞག་གོ་རེད་ངས་བསམ་པ་ལ། ད་ཁྱེད་ཚོས་དངོས་གནས་དྲང་གནས་ཀྱི་སྐད་ལ་བཅས་མེད་ཐོབ་ཐང་སྤྲད་ཡོད་ཟེར་ན། ད་འགྲིག་གི་རེད་ཟེར་བ། ང་ཚོ་ཆ་རྐྱེན་དེ་འདྲའི་བཞག་གི་དེ་ཁས་ལེན་གི་འདུག་ན། ཨ་ནི་ང་ཚོ་ཐོབ་ཐང་སྤྲད་ཡོད་ཟེར་དེ་གི་ཨ་ནི་ཁས་ལེན་གོ། དེ་ཆ་རྐྱེན་དེ་ཁས་ལེན་གི་མི་འདུག་ན། ང་ཚོས་ཐག་གཅོད་བྱས་ཏེ་ཁྱེད་རང་ཚོ་ལ་ཐོབ་ཐང་ཡོད་མ་རེད།

པ་ལས་མི་འགྲིག་པ་རེད་བ། ད་དེ་གཞུང་གི་ལས་བྱེད་དེ་ཚོའི་ནང་ལོགས་ལ་ང་ཚོ་མི་བཏང་གི་ཟིག་གི་ཡོད་མ་རེད། སྤྱི་འཐུས་དེ་ང་ཚོ་ད་མི་མང་གི་ཚབ་མཚོན་ཡ་ཡོད་ན་མེད་ན་དེ་སྤྱི་འཐུས་ལྷན་ཁང་དེ་རེད་བ། དེའི་ནང་ལ་ང་ཚོ་སྐུ་ཚབ་བཅས་མི་འདུག་བ། སུ་ཡོད་རེད་ད་ད་ལྟ་དགེ་ལུགས་པ་ཡིན་ཟེར་མཁན་རྒན་མེད་རྙིང་མེད། དེ་ཚོ་ལ་ནི་དེ་ཚོ་གིས་ནི་ང་ཚོ་དགེ་ལུགས་པ་མ་རེད་སྙམ་དོགས་མེད། བྲོས་བྱོལ་བྱ་ཡོད་རེད་བ། དེ་གི་ཉམས་མདོ་ནི་རེག་ཡ་མི་འདུག། རེག་ཡ་མ་རེད།
ད་གཞན་པ་སུ་ས་སྐྱའི་ཉམས་མདོ་ནི་རེག་གི་མ་རེད་བཀའ་བརྒྱུད་ཉམས་མདོ་ནི་རེག་གི་མ་རེད་དགེ་ལུགས་ཀྱི་ཐུན། གར་ས་དེ་ས། ཐུན་མི་གཞན་པ་དེ་ཚོ་ནི་ང་ཚོ་གི་ཐུན་མི་གོ་ཆོག་མ་རེད། དངོས་གནས་ཕྱེ་བ་ཡིན་ན་སྤྱི་འཐུས་སྲིད་དོན་ཁང་ལ་སྤྱི་བའི་མི་སོང་དང་སྤྱི་བའི་དཀའ་ངལ་དང་སྤྱི་བའི་སྒྲིག་འཛུགས་དང་མི་མང་གི་བདེ་སྡུག་དེ་ཚོ་གླིང། བཤད། སྦྱང་བཤད་བྱས་དཀའ་ངལ་གང་དུ་ཅིག་ཆེ་དགོ་རེད་དེ། ད་དེ་ནི་ཕལ་ཆེར་བྱེད་མཁན་ཁག་པོ་རེད་དོ། དེ་ཡིན་དུས་གང་ལ་ང་ཚོ་ལ་ཐོབ་ཐང་སྤྲད་ཡོད་སོགས་ཐོབ་ཐང་ཆེ་ཤོས་དེ་དངོས་གསོལ་དོད་ཤོས་དེ་ང་ཚོ་དེ་རྣམས་ལ་ཐོབ་ཐང་རྩོད་ས་གོ་ལ་རྩ་བ་ཉིད་ནས་མི་འདུག་བ། མི་མང་གི་ཐོབ་ཐང་ཆེ་ཨོ་དེ་ཡིན་ཙང་ང་ཚོ་གི་སྤྱི་འཐུས་གཉིས་དེ་བཙུགས་ཀྱི་ཡོད་ན། ང་ཚོ་སྤྱི་འཐུས་གཉིས་དེ་ཁས་ལེན་བྱས་པ་ཡིན་ན། ད་ང་ཚོ་ལ་ཐོབ་ཐང་སྤྲད་ཡོད་ཟེར་དེ་ད་བསམ་བློ་གཅིག་བཏང་ཡ་རེད། དེ་དང་མཉམ་འདོར་ལ་ངའི་བསམ་པར་ན་ཆེ་བས་ན་སྤྱི་དོན་གཉིས་གཅིག་གོ་གོ་ཆོད་མ་རེད། འདི་ལས་དོན་གཅོད་ཁང་ལ་ལ་དྲུང་འཕར་ཡན་ཆོད་ཀྱི་ང་ཚོ་མི་གཅིག་གོ་གི་རེད། དེ་རྒྱ་གར་གཞུང་ལ་མགོ་བོ་བཏང་ཡ་གང་ག་དེ་ནས་དང་ཕྱི་རྒྱལ་གྱི་གཞུང་ཚབ་ཁག་ལ་གང་ག་མགོ་བོ་བཏང་ཡ་མ་བི་ཤས་གང་ག་དེ་ནས་གཅིག་བར་བ། མོན་གོ་ཏི་དོན་གཅོད་ལྷེ་ཁུང་ནང་ལོག་ལ་ང་ཚོ་མི་གཅིག་གོ་གི་ཡ་རེད། བེ་ལ་གུ་བའི་དོན་གཅོད་ནང་ལོག་ལ་ང་ཚོ་མི་གཅིག་གོ་གི་ཡ་རེད། དེ་མི་ལྔ་དེ་ཤུགས་ནི་ཚོགས་པའི་ངོས་ནས་འོས་བསྡུ་ནི་གཏང་གི་ཡིན་པ་ཡིན་ན་འདྲ་ག་འབྲེལ་མཐུད་ནས་གཏང་གི་ཡོད་ན་གཏང་རྒྱུ་རང་བྱེད། དེ་ངོས་ལེན་བྱས་པ་ཡིན་ན། དེ་ཉེན་ཁ་དེ་ནི་ད་ཁོང་ཚོ་གི་ཐོབ་ཐང་སྤྲད་ཡོད་ཅིག་ཅིག་བྱས་ཡོད་ཟེར་ཏེ་ང་ཚོ་ངོས་ལེན་བྱེད་རྒྱུ་ཁེལ་གི་རེད། ངོ་རེ་བ། དེ་ཉེན་ཁ་དེ་ལ་ཐོབ་ཐང་རག་མ་བཟོ་ཟེར་ན་ང་ཚོ་གི་གཏང་བཞག་པའི་འཐུས་མི་གཉིས་དེ་དགོས་མ་བྱུང་བར། ཐོབ་ཐང་བཤད་སར་བཤད་མ་ཐུབ་ན་ད་ང་རང་ཚོ་མ་འབྲི་བར། དེ་ངོས་ལེན་བྱེད་ཐུབ་ཀྱི་མེད་ན་ཐོབ་ཐང་སྤྲད་ཡོད་ཟེར་དེ་ཁ་ཙམ་རེད། རྫུན་མ་ཆགས་པ་དེ་དེ་ག་རང་ནས་གསལ་བོ་ཆགས་ཐུབ་བར་འཛམ་བུ་གླིང་མི་མང་མདུན་ལ། དེ་འདྲས་ཀྱི་ང་ཚོ་མེད་ཚེ་མེད་ཐུབ་ཀྱི་ལས་ཀ་ཅིག་མ་བྱས་ན། ད་མེར་སྒྱོགས་དུ་མ་སོང་ན་གནམ་ལོག་དུ་རྒྱབ་རེ་བྱས་བསྡད་ན་ཐག་རིང་པོ་ནས་རྒྱབ་རེ་བྱས་བསྡད་པ་ཡིན་ན། ང་ཚོ་ད་ཚོད་ར་ཐུ་ཨེ་དེ་ཁག་པོ་རེད་བསམ་ནས་ངའི་བསམ་ཚུལ་དེ་འདྲ་རེད།
དེ་ཡིན་དུས་གང་ལ་དེ་འདྲ་རེད་བྱས་ན་དེ་ཡིན་དུས། ད་རིན་པོ་ཆེ་བཞུགས་ས་དེ་ལ་ང་ཚོ་ག་རེ་ཟེར་ན་ང་ཚོ་ཨ་ལྟ་བཙན་བྱོལ་སྤྱི་ཚོགས་ནང་ལ་རྒྱ་བོད་རིན་པོ་ཆེ་བཞུགས་ས་གི་ས་ཆ་འདི་ནང་ལ་དཀའ་ངལ་ཡོད་ཙང་ང་ཚོ་དཀའ་ངལ་དེ་མ་ང་འདིའི་ཐོག་ལ་གླེང་རྒྱུ་གལ་འདུག་ཨེ་བོད་ནང་གི་གནས་ཚུལ་ལྟར་ང་ཚོ་དཀའ་ངལ་ཡོད་ང་དེ་གང་ག་རིན་པོ་ཆེ་ག་ཡིན་མཁྱེན་གི་ཡོད་རེད་དེ་ཡིན་ན་ཡང་ད་ང་ཚོ་དཀའ་ངལ། དང་པོ་ཡོང་ས་དེ་འདི་ནས་ཕར་རེད་སང་ས་དེ་ང་ཚོ་འདི་ནས་ཡར་སང་མ་རེད་ས་ནས་ཡར་ལང་དགོས་ཡ་གི་བསམ་བློ་དེ་བཏང་ནས་ད་ང་ཚོ་སྐད་ཆ་དེ་བཤད་དེར་དེ་ཡིན་དུས་གང་ལ་རིན་པོ་ཆེ་དེ་ཚོ་མཁྱེན་པ་གནང་རོགས་གྱིས། ཨེ་རིན་པོ་ཆེ་ཡ་ཕ་ང་ཚོ་བོད་ནང་ལ་རྡོ་རྗེ་སྤུན་གྲོགས་ཚོ་ལ་དབྱེ་ན་ཡང་ང་ཚོ་དཀའ་ངལ་དང་གནས་ཚུལ་དེ་འདྲ་དེ་འདྲ་རེད་ཤག་ས་བྱས་ནས་རིན་པོ་ཆེ་གི་གསལ་བཤད་དེ་ཚོ་གནང་རོགས་གྱིས། དེ་འདྲ་ཡིན་དུས་གང་ལ་ད་རིན་པོ་ཆེ་གི་ད་བོད་ནས་ཕར་ཅིག་རྒྱ་ཆེན་པོ་ཡོད་རེད་དེ་ནི་ད་ག་ལ་ཤེས་ཚོགས་པ་མང་པོ་གི་སྟེང་དབུ་ཁྲིད་གནང་གི་ཡོད་རེད། ནི། ག་ས་ག་ལ་ད་ལྟ་རིམ་བྱེད་ཀྱི་དེ་རྒྱུས་ཡོད་པ་ཡིན་དུས་གང་ལ་ང་ཚོ་དཀའ་ངལ་དེ་འདུག་གནས་ཚུལ་ཚང་མ་ལོ་རིམ་བྱེད་མཁྱེན་གྱི་ཡོད་པ་ཡིན་ད་ནི་རིམ་བྱེད་ཀྱི་ཕ་གི་དེ་གསུང་རོགས་གནང། ང་ཚོའི་གནས་ཚུལ་དེ་ལྟར་རོགས་རོགས་འགྲོ་དེ་འདྲ་ཡིན། ག་རེ་ཟེར་ལ་ད་ད་ལྟ་དེ་ང་ཚོ་བར་ནོར་ཚ་ལ་ཡར་མི་འཇུག་གཡུག་རེ་ཤི་ནི་ད་དངོས་གནས་དེ་འདྲ་འདྲ་པོ་རེ་ཆགས་འོང་འདུག་བ། ང་ཚོ་འདི་ནས་ཇི་བཤད་ཁོ་ཚོ་དེ་ནས་ཧམ་པོ་ཇི་བཤད་ཀྱི་ཡོད་རེད་བ། ད་དངོས་གནས་དྲ་གནས་ངས་དེ་འདྲ་དྲན་གྱི་ཡོད་རེད་བ། ད་ཁོ་ཚོ་གི་གར་ཟེར་ན། ད་ངེད་གཉིས་གོང་དུ་བཞུད་ཡ་དེ་རེད། ད། ཐོང་ཐང་ཆང་ཚང་སྤྲད་ཡོད། ད་དེ་གི་བ་ཟ་ལ་དེ་བདུག་པོ་ཉག་ངེད་དེ་ཟེར་ཡ་ཟེར་བ། མི་མང་ཟེར་ངེད་དེ་ལ་དངོས་གནས་དྲང་གནས་ང་ཚོ་མི་མང་ལ་མཐོང་ཆུང་ཆུ་ནས་བཏང་གྱི་མི་འདུག་བསམ་གི་འདུག་ར་བ། མི་མང་ཟེར་ངེད་དེ་ལ་དཔེ་མི་སྲིད་སོ་པོ་གི་ད་ཅི་བོད་སྤྱི་བས་ཟེར་ཡ་ཅི་བ་ར་བ། དཔེ་མི་རིགས་ཟེར་ལྷག་པོ་ཤུ་ལོ་ལ་དེ་ངེད་ཚོ་ལ་ཤ་ཚ་ཆེན་པོ་འདུག། ད་ཆ་སྲིན་པོ་དང་གཞུང་གི་མགོ་ཁྲིད་ཡིན་ཟེར་མཁན་གྱི་མི་བཅུ་རེ་བ་དེ་ཚོ་དྲ་འདི་ཐོག་མང་པོ་བྱིས་པོ་ཆེ་ཧ་པོ་ཚ་པོ་ཆགས་ཤག་གང་ཟེར་ན་ཁོ་རང་སོགས་ཀྱི་ད་ཕོད་ཕལ་ཁྱད་སྐོ་ཇག་སྒང་ལས་འགྲོ་ངེས་ཀྱི་རི་དེ་ཚོ་གི་ད་ཁྱི་གོང་དུ་སོང་པ་དེ་རེ་རེ་བ། སྤྱི་བེད་ཀྱི་གནས་ལས་ཁེ་པོ་དང་མི་མང་རང་གི་སྐུ་ཚེ་མཚོན་པའི་ལས་ཀ་ཅིག་བྱེད་ཐུབ་གི་མེད་པ་དེ་ཁོ་རང་བཟའ་གོ་གི་ཡོད་རེ་བ། ད་ཡིན་ནའང་སོ་སོ་གི་སྐོ་ཇག་དང་དེ་འདྲས་ཀྱི་ལ་སང་ལ་ཐོག་ནས་མང་བཟང་ངན་འགྱོད་གི་ཡོད་མ་རེད་ད། བྱས་ཙང་དེ་འདྲས་བྱས་ཙང་ཧམ་པ་མང་པོ་ཤེས་གི་འདུག་བ། ད་དངོས་གནས་ཀྱི་ལྷ་བཟང་རྣམ་དག་གིས་ངོ་མོ་དེ་བོད་མི་རིགས་ལས་ཤར་བཞིན་ཡོད་པའི་སྐད་ཆ་དེ་ད་མང་ཚོགས་ངོས་ནས་ཤེས་གི་འདུག་བ། དེ་རེད། ཅི་ཙང་དེ་ཡིན་ཙང་ང་རང་ཚོ་གི་འདི་ད་ལྟ་ཁོ་ཚོ་གི་བློ་བཟང་སེང་གེ་གིས་ག་དུས་ཡིན་ན་ཤེས་གི་རེད་ད་ཕྱི་རྒྱལ་ལ་འགྲོ་ན་ཨ་རི་འགྲོ་ན་ཡོ་རོབ་ཡོང་ན་ག་བར་འགྲོ་ན་ཤོ་དེའི་སྐོར་དོལ་རྒྱལ་སྐོར་ལ་བཤད་ས་ན་ཁོ་སྐད་ཆ་དེ་ཤེས་གི་ཡོད་རེད། ཐོབ་ཐང་སྤྲད་ཡོད། ད་ཆ་ཚ་འདིས་ཁོ་ལས་ཡིད་ཆེས་བྱེད་ངེས་མི་ཚང་མ་ཐང་ཅན་གྱི་ཆུ་ཚོད་ལ་ཐོང་ཐང་སྤྲད་ཤ་ཐག། ད་ཆུ་ཚོད་ཐོང་ཐང་སྤྲད་མི་འདུག་ཟེར་ཏེ་ཚ་འདི་འགྲིག་མི་འདུག་ད་ལ་གོ་རེད། ཅེས་ཚ་འདིས་ང་རང་བཟོ་དགོས་འདི་སྲས་པོ་གཅིག་བཟོ་བ་ཡིན་ན། རེད་པ། ཡག་པོ་འདུག་བསམ་གྱི་ཡོད་རེད་པ། གང་རེད་ཡིན་སྲིད་ལབ་ན་ད་ལྟ་རྒན་གྱི་སོང་བ་རེད། ད་ང་ཚོ། ཤི་ལོ་མོ་ལ་བསྡད་ངེས་རེད་སྨྱོ་སྒྲོན་འདི་ནས་འགུ་བརྩིགས་རེད་ད་འདི་ནས་ག་རེ་བྱེད་དགོས་གོ་ར་ད། ཅེས་ཚ་འདི་འདྲ་ཡིན་ཙང། ལ་དྭགས་སྐུ་ཚོགས་ཀྱི་དང་པོ་ཐོག་ཐང་གི་ཆུ་ཤུལ་ནང་ཆུ་ཤུལ་དེ་དག་མི་མང་གི་སྐུ་ཚོགས་དེ་རེད་པ། དེ་ཚོ་མི་མང་སྐུ་ཚོགས་དེ་ལ་ང་ཚོ་ལ་ཡུལ་གྱི་འཚམས་པོ་ཡིན་བསམ་གི་ཡོད་རེད་པ། ག་རེ་རེད་ལབ་ན། ཇོ་ནང་ཟེར་ཡས་དེ་ལ་ཡ་མ་རེད་སེང་ལ་ལ་དགུ་མ་ཤུ་ཤུ་བཅུ་རེད་ཨོ་ཏི་གི་ཉི་མ་རྟག་པ་རེད་ཤེས་ལ་ཨ་ནི་ང་ཚོ་ལ་བཅུ་ཏི་དགུ་ཡོད་བསམ་རྩོད་གི་ཡོད།

ད་ཆོས་ལུགས་ཁག་གི་བཅུ་ཁྲི་གཉིས་ནི་གང་ཡིན་ན་ང་ཚོ་ལས་དངོས་གནས་ཀྱི་བོད་ཞེན་ནོ་གཉིས་དང་ཚོགས་མ་གདོང་ནོ་གཉིས་པའི་དགེ་ལུགས་དག་མང་དུ་རེད་པ་ད། དགེ་ལུགས་བོད་ཀྱི་དངོས་གནས་དྲང་གནས་ཀྱི་དགེ་ལུགས་བོད་ཀྱི་ངོ་མ་གིས་དེ་བྱེད་ངེས་དེ་ལ། འཇོག་གི་ཁ་ཁ། མ་འགྲུབ་པ་དེ་ལས་ཨ་ནི་མི་ས་ཡ་གཉིས་ལྷག་ཅིག་ཡོད་རེད་པ། བྱས་ཙང་དེ་གས་ཀྱི་ཁུ་ཚུར་གྱི་ཐོག་ཐང་བཅུ་ཡོད་ན་དེ་གས་ཀྱི་ས་ཡ་གཉིས་དེ་གྱི་སྐུ་ཚབ་ཚོད་མེད་ཀྱི་མི་གཉིས་དགོས་ཀྱི་རེད་པ། མི་གཉིས་མ་མ་ཚད་མི་བཞི་ཡོད་ཐོག་ཐང་ཡོད་པ་དེ་རེད། དེ་ཅི་རེད་པ། དེ། ད་ཁོ་ཚོ་གི་སྐད་ཆོད་དེ་ང་ཚོ་ད། གདོང་ཐུག་རལ་གྲི་བྱིན་ནས་ཁོ་ཚོ་སྐད་ཆོད་དེ། འཛམ་བུ་ལི་ག་བར་འགྲོ་འདུག་ཁོ་ཚོ་ཧམ་པ་བཤད་དེ་མང་དྲགས་སོང། རེ་བ་བྱེད་དོ། དེ། ཡིན་ནི་ཡིན་མིན་ནི་མིན་དེ་པ་སྟོན་ཡ་རེད་ཞེས་བསམ་གོ་དོ་ངས། དེ་ག་རང་རེད་ཐག་རེད། བ། དེ་ནི་མི་མང་རང་གྱི་ཁྲོད་འགོ་རེད་བ། ད་ལྟ་བར་དུ་ག་རེ་ཟེར་ན་ང་ཚོ་དེ། མི་ནས་མགུ་ལས་ཡ་ད་ཆགས་སྲིད་རག་པར་འདྲ་མི་འདྲ་བོང་བུ་ཁྲེགས་གི་ཡོད་རེད་ཨ་ནི་དམག་དེ་ཚོ་གི་དེ་ཧ་མ་གོ་ཅིག་རག་ཁྲེགས་གི་ཡོད་མི་འདུག་བ་དེ། བྱས་ཙང།

ད་ལྟ་འདི་ང་ཚོ་ཡོ་རོབ་ལས་བདེ་ངེས་ཀྱི་ཁ་ས་སྔོན་འགྲོ་འདུག་ཅེས་ཟེར་ངེས་ཀྱི་ཡོད་རེད་པ། འདི་གོ་ཕྱི་ལོ་ཉིས་སྟོང་གི་ལོ་ལ་ཀླན་ཀ་སྟུག་རིགས་གཉིས་ཚང་བཤད་ངེས། དངོས་གནས་ཀྱི་རོ་བོ་གྷི་ལི་པེ་གྱིས་རྒྱ་གར་ནང་ལས་དགོན་པ་ཆགས་ནས་བཟུང་སྟེ་ནང་ཐིག་བཟོ་ངེས་ཀྱི་ཡོད་ནི་མིན་ལྟེ་བ་གཅིག་ཁོ་རེད། ཁོང་གིས་དབྱར་གནས་ཆེན་པོའི་ནང་ལ་མི་མང་སྟོང་ཕྲག་མང་པོ་ཡར་ཁྲིད་ནས་ལྷའི་དགོན་པ་ལ་རྡོ་བཞུ་སྤང་རྟེན་བདག་ཡར་གྲགས་པ་ཚང་མ་ཐམས་ཅད་གཡས་གཏོར་གཡས་དེ་བྱས་པ་རེད་གོ། དེ་མ་ཚད་བོད་ཀྱི་གཞིས་ཆགས་ཆུང་མ་འདི་ཚོ་ལ་མི་རེ་རེའི་དགོན་ལ་ཁྲལ་སྒོར་མོ་ལྔ་བརྒྱ་ལྔ་བརྒྱ་བཏང་ནས་ཚར་དེ་འདྲ་བྱེད་ངེས་རེད་ཁོ་རེད།

བུད་མེད་དང་ཚོང་མ་ཐམས་ཅད་ཁྲལ་དེ་ནས་བརྐུས་ནས་ཨ་ནི་པའི་དགེ་ལུགས་བོད་ཀྱི་དགོན་པ་འདི་བཏོད་ནས། དེ་ལས་ལྡོག་ཞུས། གྲྭ་པ། མགུར་དམར། ཅེས་སྨན་ཁང་ནང་འདུག་དགོས་དེ་འདྲི་བཟོད་བོད་ཀྱི་ཞལ་བཞེས་དེ་གྱིས། ཁོའི་མི་ཚེ་འདི་གྱིས་ད་ལྟ། ནས་བར་རོ། འོ་སྤྱི་ལོ་ཉིས་སྟོང་ལོ་ནས་དུས་ད་ལྟ་བར་དུ་ད་ལྟ་ཁོ་མི་ལོ་བཅུ་ལྡན་གྱི་རིགས་ལ། ཁོ་གི་མདའ་ཕོ་ཡར་རེ་ཡར་སེར་ཟ་ཡ། གུར་ལོ་ཡར་རེ་ཡར་སེར་གོ་ཡ་སྤྱི་བོ་རྒྱ་བ་ཞིག་ལ་བསྡད་དེ་ཁོས་དེ་ལ་བརྟེན་ནས་ཡོང་བ་རེད་ད་མི་དེ། ཡང་དངོས་གྲུབ་བདུད་རྩི་ཚོར་ད་ལྟ་ཁོ་ནི་སྦེད་བྱང་བསྡད་ཡོད་རེད། འོ་དེ་འདྲི་རེད་ད། ཅེས་ཙང་དེ་ཡིན་ཙང། གང་ལྟར་ཡིན་གྱི་མིན་གྱི། ལས་ཀ་དེ་ཚོ་བྱེད་དགོས་རེད་བསམ་པ། བོད་དེ་དྲན་གི་འདུག་བོད་ལས་སྡོད་ངེས་མི་དེ་ཚོའི་ཁར་དྲན་གི་ཡོད་པ་རེད་ཟེར་ད་ལྟ་གནས་ཚུལ་གཞན་ཞིག་ཁྲ་ཧ་གོ་གི་ཡོད་མ་རེད་བ། རེད་བ་ཧ་མོ་ཀོ་ད་ཁྱོད་ཆོས་ཞིག་གསོག་པ་ནང་བཞིན་རེད་བྱས་ཙང། མགུ་རྩ་བོ་དེ་སྨྱོ་འགྲོ་འདི་ནས་ཡོང་གི་རེད། དེ་མ་དབང་བརྩིས་ནས་ཁོ་ཚོ་བོད་ལས་པ་ཁྲིད་དགོས་རེད་བྱས་ཙང་ང་ཚོ་གིས་ད་ཉིད་ནས་སྨྱོ་འགྲོ་དེ་ག་རེ་ཡིན་ན་གདོང་ཐུག་ར་སྤྲོད་ཞུས་ནས་ལས་ངན་བྱེད་ངེས་དེ་སུ་ཡིན་པ་དེ་གསལ་པོ་ཡིན་གྱི་མིན་གྱི་ཟུར་ནས་བཟོ་ཡ་དེ་ཐ་མ་དེ་རྒྱ་གར་མི་ཆོས་ལས་ཐུགས་ལས་མེད་པ་དེ